བཀའ་སྩལ་རྒྱུ་དེ་ནི་ཡང་འདི་རིང་ང་དང་ཨེ། ནག་པའི་ཆོས་སྐུ་སོགས་སྤེལ་ན་ང་ད་ལྡང་ཨེ་དེ་ནི་ང་དང་ད་ཁྲོ་ཐུག་ག་རྫ་དེ། དེ་ནི། ཡང་དེ་ནི་ང་དང་བར་དོའི་འཛིན་འདྲ་བོ། རྩ་པིག་ཞིག་བཞུས་ན། ཨོ་ད་དེ་རིང་དེ་ནི་ལྡང། ང་ད་བསམ་གཏན་གྱི་བཞག་གསུམ་སྤེལ་བཞག་ཨ། དེ་ནི་ང་དང་ཨེ་ཆོས་དབྱིངས་ཨོ་གསལ་གྱི་བར་དོའི་ནང་ཨ་དེ་ནི། ལྷོ་ཕྱོགས་ཀྱི་དེ་ནི་རྒྱལ་བ། བཅོམ་ལྡན་འདས། དེ་ནས་ང་ད་རིན་ཆེན་འབྱུང་ལྟར་ཙོག་པོར་སྤྲུག། ང་ད་ཆར་ཚུལ་བུ་ཡུས། ཨོ་ད་དེ་རིང་དེ་ནས་བསམ་གཏན་གྱི་ཞག་བཞི་པའི་བཞག། ད་ཨི་སྟག་གི་ངས་དེ་ནས་དང་ང་ད་ཚོགས་མི་གཅིག་གིས་དེ་ནས། ད་སངས་རྒྱས་སྐུ་ནས་དེ་ནས་ང་ད་སྐུ་གཟུགས་དང། དེ་ནས། ཕྱག་མཚན་དང། དེ་ནས། སྐུ་ཡིས་དེ་ནས་ང་ད་ངས།

གཞུང་ཚགས་ནས་དེ་ནས་བསྟན་ནའོ། ཅིག། བར་དོའི་གཞུང་ནང་བཞིན་ཅིག་དེ་ནས་ཡིད་སྐུལ་ཚང་མ་བཞུགས་བསྟན་རོགས། བསྐྱོད་པ་བཟང། དེ་ནས་བསམ་གཏམ་གྱི་བཞག་བཞེས་དཔེ་བཞག་ཨ། དེ་ནས་ང་ལྟ་ཕྱི་ཡི་འབྱུང་བ་གཞོན་རོགས་ད་ལེ། ཕྱི་ཡི་འབྱུང་བའོ། དེ་ནས་ང་ལྟ་ཕྱི་ཡི་སྐྱག་ཟན་ཕྱི་ཡི་འབྱུང་བ་མེ་ཁམས་ཟིན་རོགས་ད་ལེ། ད་ཕྱི་ཡི་འབྱུང་བ་མེ་ཁམས། དེ་ནས་མེ་ཡི་ཁམས་རྣམ་པར་དག་པ་བཞུགས་བསྟན་ད་རྣམ་པར་དག་པ་ང་ལྟ་བཞུགས་གོ་མེད་དང་ནས་བཞུགས་བསྟན་རོགས། དེ་ཤ་དག་པ། དྭགས་པོ་མ་ནི་སྐྱོན་གྱི་སྐྱེལ་མ་མ་བགོས་པར་རྣམ་པར་དག་པ། དེ་ནི་ས་གཞིའི་བར་སྣང་ཐམས་ཅད། ནོར་བུ་དེ་ནི་པདྨ་རཱ་ག་གཞོན་ནོ། པདྨ་རཱ་ག། ད་པདྨ་རཱ་ག་བཞུ་བཅས་དོན་དྭགས་པོ་ལྔ་དང་ཨེ། པདྨ་རཱ་གའོ་དེ་ནི། ལེགས་སྦྱར་རེས་འགའ་དེ་ནོག་ལེགས་སྦྱར Sanskrit འགའ་དེ་ནོག་དོན་ལྔ་དག་དེ་ནི་དབྱིན་ཇིའི་དགོན་ནི་ན། Ruby བཞུ་ཅན་པར Ruby ཧ་ལ་ལི། Ruby བཞུ་དཀར་པོའི་སྤྱིན་རོགས་ཟེར་ན། དེ་ནི་རིན་པོ་ཆེའི་རིགས་ཤིག་ཡིན་ནོག་ཀ་བ་དེ་ནི་པདྨ་དམར་པོའང་བཞུ་རོགས་པ་དེ་པདྨ་དམར་པོ་ཧ་ལ། འོ་ད་དེ་ནི། པདྨ་རཱ་གའི། རཱ་ག་ལ། དེ་ནས་པདྨ་རཱ་གའི་མདོག་གི། དེ་ནས་རང་བཞིན། ཨི་གཟུགས་ལྔ་དག་རང་བཞིན་ལྷུན་གྱིས་གྲུབ་པའི་གཟི་དེ་དག། གའུ་ལྔ་དག་མ་ནི་པདྨ། ཅོ་མ་གོ་ས་མི་ཞིག་ཡེ་མ་ཅོ་བ་ཡ་སུ་ཞིག་ཡེ་མ་ཅོ་ག་རང་བཞིན་ཁོ་རང་ལྷུན་གྱིས་གྲུབ་པ་ལྷུན་གྱིས་གྲུབ་པ་མ་ནི་མ་ནི་སྤྱང། ལྔ་དག་རྒྱུ་དང་རྐྱེན་སྩོགས་ག་མ་ནི་མ་ལྟ། མ་ལྟོ་མ་ལྟ། སྒྲུབ་ཀ་ནི་དེ་ནས་རང་བཞིན་ལྷུན་གྱིས་གྲུབ་པའི། དེ་ནས་ནུབ་ཕྱོགས་བདེ་བ་ཆེན་པོའི་ཞིང་ཁམས་གཡོན་ལོགས་དག་ལས། ནུབ་ཕྱོགས་ད་ལྡང་ང་དང་ཨེ། དེ་ནས་ལྷོ་ཕྱོགས་དཔལ་དང་ལྡན་པའི་ཞིང་ཁམས། ཡི་ཡ་ང་ད་དཔལ་ལྡན་རྫོགས་པའི་ཞིང་ཁམས་ཡོད་ན་ཡ་དཔལ་དང་ལྡན་པའི་ཞིང་ཁམས་ཡིན་རོགས་ད་དེ་རིང་དེ་ནས། ནུབ་ཕྱོགས་བདེ་བ། བདེ་བ་ཅན་ན་ཡོད་རོགས་ཡ་བདེ་བ་ཆེན་པའི་ཞིང་ཁམས་ཡང་ཡོད་རོགས་བདེ་བ་ཅན་ཡོད་རོགས་ཀའོ་ང་དང་ཨེ་དེ་ནས་དག་ས།

འོད་དམར་པོ་ཧ་ལ་ད་ང་ད་འོད་མདངས་ཙོགས་པོ་དམར་པོ། ཤར་ཀ་ནས་བསྐྱིལ་ནས་དེ་ནས་སངས་རྒྱས། བཅོམ་ལྡན་འདས། དེ་ནས་སྣང་བ་མཐའ་ཡས། ཀའོ་ང་ད་དེ་ནས། བདག་ས་ང་ད། སྐྱི་ཀ་ང་ད་བདེ་བ་ཅན་གྱི་མོ་བླ་མེད་ན་མེད་ད་ལས་སྣང་བ་མཐའ་ཡས་བཞུད་འབྱིན་ན་ད་ཁོང་རང་རང་ཡིན་ནོ་དེ་ནས་བཅོམ་ལྡན་འདས་སྣང་བ་མཐའ་ཡས་དེ་ནས།

ཡུམ་སྒོ་དཀར་མོ་དང་དེ་ནས་སྣང་བ་མཐའ་ཡས་གཉིས་ཀྱིས་དེ་ནས་མདུན་ཡར་ཕྱོགས་སུ་ཧ་ལ་ཡར་ཕྱོགས་སུ་དེ་ནས་ང་དང་བྱང་ཆུབ་སེམས་དཔའ་སྤྱན་དྲངས་གཟིགས། ཀ་བ་དེ་ནས་ང་དང་བོ་དྷི་ས་ཏོ་བ། ཨ་བ་ལོ་ཀེ་ཏེ་ཤ་བཱར་ཧ་ལ་ཏེ་དེ་ནས་ཡོན་དུ་དེ་ནས་ཡོན་ཡོན་མ་མཆོག་ག་དེ་ནས་རྗེ་བཙུན་འཇམ་པའི་དབྱངས་ཧ་ལ་བྱང་ཆུབ་སེམས་དཔའ་འཇམ་པའི་དབྱངས། ཀ་བ་ང་དང་བོ་དྷི་ས་ཏོ་བ་དེ་ནས་མ་མཇུག་ཤྲཱི།

འོ་ད་ལྟ་དེ་དེ་ནང་ནང་བཞིན་དེ་ནས་སངས་རྒྱས་སྣང་བ་མཐའ་ཡས་ཀྱི་དེ་ནས་རྟག་པ་ཡེ་ཤེས་རྟག་པ་ཡེ་ཤེས་ཀྱི་ལ་རྟག་པ་འདི་ན་ལྟ་མ་ནས་སྐྱོན་གྱི་ཏིལ་མ་མ་དགུ་སྐྱ་ནི་ཡེ་ཤེས་ཟིན་རོགས་ད་ཁོང་ནི་ཡེ་ཤེས་པོ། ཁོང་ནི་རྒྱན་པོ་དེ་ནི་ཁོང་ནི་ད་ང་དང་གཞུ་ན་ད་སངས་རྒྱས་ཀྱི་ཡེ་ཤེས་པོ། དེ་ནས་ཨོད་ལམ་དམར་པོ་ཞིག་ཡོད་ཀྱག་ད་དོན་དང་ཡང་པོ་ང་དང་ད་རེས་ཅི་ག་ཞིག་ཡོང་རོགས་པ་ལེ་པད། ཨོ་རྩེར་གཟིགས། ཨོ་རྩེར་དམར་པོ། དང་མཉམ་པོ། དེ་ནས་ད་ལྟའི་འོད་ལྔ་དང་སངས་རྒྱས་སྣང་བ་དལ་གྱིས་བརྟགས་པའི་ཡེ་ཤེས་ཀྱི་འོད་པོ་དམར་པོ་དང། དེ་དང་མཉམ་དུ་མཉམ་པོ་དེ་ནས་ཨི་དྭགས་ཡྃ་ལ་ལས། ང་ད་ཨི་དྭགས། དེ་ནས་འགྲོ་བ་དྲུག་གི་ཨི་དྭགས་ཡས་དེ་ནས་ཨི་དྭགས་སུ། ཨི་དྭགས་ཡས་དེ་ནས། ན། ཨི་དྭགས་ལ་སྐྱེ་བའི་སྐྱེ་མཆེད།

ཨ་ལ། དེ་ནས། ཨོ་ཏོའོ་དེ་ནས། རང་ངང་འཆར་ཏེ་ཡོང་བ་ནོག་པ་ལོག་ལྟ་སངས་རྒྱས་སྣང་བ་མཐའ་ཡས་ཀྱི་དེ་ནས་རྟག་པ་ཡེ་ཤེས་ཀྱི་འོད་ལམ་དམར་པོ་དེ་ནས་མ་ནས་ཡང། ང་དང་མིག་གི་སྤྱན་ནས་ན་མིག་གི་ན་པ་ལྟ་མི་བཟོད་པ་མ་ནས་པ་བཀྲག་མདངས་ཅན་ཨ་ལ་ལས། ཨོ་ད་དེ་བ་དེ་ནས་ང་དང་པ་ལྟ་མ་ཡིན་ན་ཅིག་ན་མིག་གི་ན་གཟུགས་ཆ་མིག་གི་ན་གཟེར་བུ་གཟུགས་ཆ་ཨོ་དེ་གཟེར་བུའི་གཟུགས་ཆ་ཅིག་ན་མ་ནས་ཅིག་ཡིན་ཡིན་ན་ཡང། དེ་ནས་སྟོད་དང་མཉམ་དུ་དེ་ནས་ཨི་དག་གི་འོད་ཟེར་སྤོ་བོ་དེ་ནས་འོད་མ་ནས་གྲགས་མེད་ཅིག་དེ་ནས་ང་དང་འོད་ཅན་མེད་དཀའ་འཇིགས་མ་ནས་ཐིབ་ཐིབ་ཅིག་ཡོད་པ་དེ་ནས་ང་དང་གལ་ཏེས་ང་དང་ཉོན་མོངས་པ་དེ་ནས་སེར་སྣ་སེར་སྣ་ཆེན་པོ་ཡོད་ན་འོད་དང་དེ་ནས་ང་དང་ཅི་ཡོད་ཀྱང་ཟེར་ན་འོད་དེ་འོད་གྲགས་མེད་དཀའ་ཨི་དག་གི་འོད། སྐྲག་མི་སྨྲ་ནས་འོ་སྡང་མེད་གན་དེ་བས་ན་ང་དང་བཞུགས་ཤེས་སེ། དེ་ནི་ཉེན་ཁ་ཡོད་དེ་ནོག་ཚོར་བཀའ་སྟེ་ང་དང་ཚེ་སྡིག་ག། དེ་ནི་ང་དང་ད་དགེ་བ་མ་སྦྱད་ན། དེ་ནི་ང་དང་ལྷ་དགོན་ནས་ངོ་སྤྲོད་མ་བྱོད་ན། འོ་ད་དེའོ་དེ་ནི་དེ་ན་ང་དང་ལྡན་པས་དེ་ནི་ཆ་བགོ་ས་མེད་ཀྱག་དེ་ནི་ང་དང་བདག་ས། སངས་རྒྱས་སྣང་བ་མཐའ་ཡས་ཀྱིས་དེ་ནི་དག་པ་ཡེ་ཤེས་ཀྱི་འོད་ལ་མ་སྤྲོ་བས་ན་ང་དེ་ནི་ང་དང་བདག། ཕེབས་དགོས་སེ་སྐྱག་དེ་འོ་དེ་ནི་རང་ཨ་དེ་ནི་ད། ང་དང། ནུ་ཅོག་བདེ་བ་ཆེན་པོའི་ཞིང་ཀ་མ་སྐྱེ་ཆེ་སེ་ཅི་ག་ཡིན་ནོག་པོ་ལ་ལོགས་སུ་སྐྱོད་པ་དང་དེ་ནི་སངས་རྒྱས་སྣང་བ་དྷ་ཡས། དེ་ནི་དྷ་ཡས་ཀྱི་དེ་ནི་ད་ང་ད་ཡེ་ཤེས་བཞུ་བ་ནོག་པ་ལ་ཡེ་ཤེས་ཀྱི་འོད་ལམ་དམར་པོ། དེ་ནི་པད་གསལ་པོ་དང་མདངས་ཞན། དེ་ནི་མ་ནི། བཀྲག་ལ་འཚེར་བ་ཟེ་ནོག་ད་མ་ནི་པད། ཁོ་རང་འོ་དང། དེ་ང་དང། དེ་བ་དེ་ནི་ང་དང་འཇིགས་དེ་ན་ང་དང་ཅི་བྱེད་སྐྱག་ཟེར་ན་ང་དང་ཤོ་རེད་སྐྱག་ཟེར་ནོ་ཤོ་ཅི་ཟེར་དེ་ནི་ང་དང་བསམ་བློ་བཙོག་ཤི་ཡོང་ཨ་སྐྱག་པ་ཟེར་རོ། འོ་ད་ལྟེ་བའི་ནང་ནས་ཤོར་ཏེ་བདག་ས་མ་བཏགས་པ། མ་བཏགས་པས་དེ་ནི་ཨི་ད་ག་འོང་མ་བཏགས་པ་ཟེར་ན་སྐྱོན་ཀྱང་ག་གང་དེ་ཡོད་ག་ནས་དེ་ནི་ཨི་ད་གའི་འོ་འོ་ལམ་སེར་པོ་དེ་ནི་བཀྲག་མེད་པའི་དེ་ནི་ང་དེ་ནི་ང་དང་འགལ་བ། འགལ་བ་དང་དེ་ནི་ཆགས་ཆགས་སེམས་སྐྱེད་རྒྱག་ལས། ཆགས་སེམས་སྐྱེད་སྐྱེད་རྒྱག། སྐྱོད་པ་སང་གལ་དེས་ང་དང། ཡི་དྭགས་ལ་དེ་ནི། སྐྱེད་བྱེད་སེ་སྟག་བཞོན་ན་འོ་ད་དེ་ནི་སྐལ་པ་མང་པོར་དེ་ནི་ང་དང་དེ་ན་སྐྱེད་ན་དེ་ནི་ཡི་དྭགས་ལ་སྐྱེད་ན་སྐལ་པ་མང་པོར་དེ་ནི་ང་དང། བཀྲེས་པ་དང་སྐོམ་པའི་སྡུག་བསྔལ་ཚད་མེད་པ་མྱོང་བ་ནོ་ཧེ་མོ་དེ་ནོག་ད་བཀྲེས་སྐོམ་གྱི་སྡུག་བསྔལ། པད་དཀོར་ར་ང་དང། རྟོག་བྱེད་སྐོམ་བྱེད་ས་ལ་ལས་པདྨ་ཡི་དྭགས་ཡི་དྭགས་ལ་བརྟེན་ནས་སྔ་དང་སྔ་མ་ནས་ཕྱི་སྒྲིབ་ཅན་དང་ནང་སྒྲིབ་ཅན་གཟའ་སྐོམ་གཉིས་ཀྱི་སྒྲིབ་པ་ཅན་མེ་ལྕེ་འཁོར་ལོ་ཅན་ལ་སོགས་ཟེར་ཏེ་ད་ཡི་དྭགས་ཀྱི་གཡང་འཁོར་ནའི་སྣ་མང་པོ་ཞིག་ཡོད་ཀྱག་ལས་སྐྱོད་པ་སངས་ཨོ་ད་ང་དང་ཀ་རུ་སྐྱེས་ཀྱག་ཟེར་ན་ཡི་དྭགས་ང་ལ་ང་ད Hungry Ghost པའི་རྟགས་བཞིན་དུ་དེ་རྣམས་ལྔ་དང། སྐྱེས་ཏེ་དེ་ནི་སྡུག་བསྔལ་ཚད་མེད་པ་མྱོང་བ་ནོ་ཧེ་མོ་སྟེ་ནོ། འོ་ད་དེ་དང་དེ་ནི་ལྔ་དང། བླ་མ་དང་སངས་རྒྱས་སྣང་བ་མཐའ་ཡས་དབྱེར་མེད་པ་དེ་ནི་ལྔ་དང། བདག་ས་བླ་ཚོགས་དེ་ནི་གཙོ་འཁོར་ཐམས་ཅད་དེ་ནི་རང་གི་དེ་ནི་རིག་པའི་རང་རྩལ་ཡིན་པ་ངོ་ཤེས་དགོས་སོ་ལོག་ལྟོས་ཚང་མ་ལྔ་དང། འོ་ད་ལྔ་དང། འདའ་རེས་ཐོག་མ་མེད་པ་ནི་རང་རིག་པའི་ཡེ་ཤེས་ཀྱི་རྩལ། ཧ་ལ་ལས་གདོད་མའི་རང་རིག་པའི་ཡེ་ཤེས་ཀྱི་རྩལ། ཁའོ་ང་བཏང་བ་དེ་ནས་སྐྱོན་གྱི་དྲི་མ་མ་བསྒུས་པ། ཁའོ་འདོད་ཆགས་ཀྱི་དྲི་མ་མ་བསྒུས་པ། འོ་ད་དེ་ནས་ཏིའོ་ང་བཏང་བ་ངོ་ཤེས་ཏེ་དེ་ནས་ཨོ་དེ་བླ་རྫོགས་ད་ང་ད་གཙོ་འཁོར་དྲུག། དེ་ནས་བཅོམ་ལྡན་འདས་སྣང་བ་དྷ་ཡས་དེ་ནས་ཡབ་ཡུམ་གཉིས་དང། དེ་ནས་བྱང་ཆུབ་སེམས་དཔའ་གཉིས་དང་སེམས་མ་གཉིས་གཙོ་འཁོར་དྲུག། དེ་ནས་ང་དང་གཙོ་འཁོར་དྲུག་ག་དེ་ནས་ང་དང་སྐྱབས་སུ་མཆིའོ་སྙམ་པའི་སྨོན་ལམ་དེ་ནས་ང་དང་བཏབ་སྟེ་ཡ། མོ་ལ་མང་སྟབས་དགོས་ས་ནོག་ཧེ་མོ་དེ་ནོག་ད་པར་སྡོད་ནའང་ང་དང། ཅེས་ཟེར་ན་པར་སྡོད་ནའང་ང་དང་ཨིད་ལུས་བྱོས་དེ་ནོག་པ་ཨིད་ལུས་པོ་དེ་ནི་མ་ནི། ད་ད་ལས་ཤེས་ཚེ་དེ་ནི་ང་དང། དབང་པོ་ཀུན་ཚང་དོད་རྒྱག་པ་ད་ང་དང་བདག་ས་འཇིག་རྟེན་མི་ལུས་སྲིད་ག་དེ་ནི་ང་དང། མིག་ནི་མ་ནི་མི་གཟིགས་ཀ་ནི་བཞའ་ར་ཡིན་འགྲོ། ཡི་ཡ་དེ་ནི་ང་དང་བཞའ་རྐང་པ་ལག་པ་མ་ནི་པད་མེད་ཀ་དེ་ནི་རྐང་ཟླུམ་ལག་ཟླུམ་ཡིན་ན་ཡང། ཡི་ཡ་དེ་ནི་ང་དང་པད། ཁོ་རང་མི་ཚེ་གང་པོ་ང་དང་གནའ་དེ་ལྟ་བསྟན་མ་ནི་ག་དག་འགུལ་སྐྱོད་བཅོས་མ་མ་ངན་གར་འགུལ་ནང་འོ་ད་དོ་རེ། བར་དོའི་ནང་ཨ་ཆབ་ཀླད་པ་གཅིག་ནང་བྱུང་ངའི་འོ་ཆལ་གྱི་བར་དོའི་ནང་ཀླད་པ་གཅིག་ནང་དེ་ནས་དེ་ནས་ད་ད་རེ་དེ་མི་ཡུལ་འཛམ་བུ་གླིང་ང་ང་ད་མིག་ནི་མི་མཐོང་ང་ཙོག་ལ་སྦྲུལ་མི་ངན་ང་ཙོག་ལ་དེ་ནས་གཟུགས་པོ་འོ་དེ་ཚང་མ་མེད་ག་ནས་སྐྱོ་སྟེ་ཧ་ལ་ལས་དེ་ནས་ང་དང་པད།

བདག་གསང་སྔགས་དང་བླ་མ་དང་སངས་རྒྱས་སྣང་བ་མཐའ་ཡས་ཀྱི་བླ་ཚོགས། དེ་ནས་གཙོ་འཁོར་དྲུག་པ་དེ་ནས་བདེན་པའི་དང་ང་དང། ནུབ་ཕྱོགས་བདེ་བ་ཅན་གྱི་ཞིང་ཁམས་པ་ང་དང། སུ་ལ། ཁྲི་དར་ལ་དེ་ནས་སུ་སྟེ་ཕེབས་དོ་ནོ་བསམ་དཀའ་ནས་དེ་ནས་མོ་བསླམ་མི་གཟུགས་བཏབ་གོ་སོ་ནོ་ཧེ་མོ་ཙོ་ནོ། ཀྱེ་མ། ཛེ་ན་ལྟ་བ་དང་ང་དང་བདག་གསང་སྔགས་དང། མ་ནས་དེ་ནས་ང་དང་སྡུག་བསྔལ་ཅན། དགའ་བོ་ང་དང་འདོད་ཆགས་པོ་སྡུག་བསྔལ་བྱ་ནི་ནོག་པ་འདོད་ཆགས་ཡོད་ན་དེ་ནི་འདོད་ཆགས་དང་ཞེ་སྡང་དང་ང་རྒྱལ་དང་ཁོང་ཁྲོ་ཡོད་ན་དེ་ཚང་མ་ང་དང་ཅི་ནོག་པ་སྡུག་བསྔལ་དེ་ཡོད་ན་དེ་ནི་ང་དང་ང་ཚེ་འདིའི་སྡུག་བསྔལ་ཚེ་ཕྱི་མའང་སྡུག་བསྔལ་ཡོང་ནོག་པ་ཨོ་དེ་བས་གཞན་སྟེ་ཀྱེ་མ་མོ་སྟེ་ནོག་ཀྱེ་མ། དེ་ནི་འདོད་ཆགས་དྲག་པོས་འཁོར་བར་འཁྱམས་པའི་ཚེ་ཨོ། འདོད་ཆགས་ཀྱི་དབང་གིས་ང་དང་འཁོར་བ་དེ་ནི་ང་དང་འཁྱམས་མའི་དུས་ལ་མོ་སྟེ་ནོག་འདོད་ཆགས་དབང་གིས་འཁོར་བར་འཁྱམས་མའི་དུས་ལ་ཨ་ལ་དེ་ནི་སོར་རྟོག་ཡེ་ཤེས་གཞོན་ནོག་ད་ལས་ང་དང་ཨ་ལ། བདག་ས་ང་དང། སོ་སོར་རྟོག་པའི་ཡེ་ཤེས་རེད་ད་ལྟ་ཡེ་ཤེས་རེ་སྙེགས་ནས་ཡང་ང་དང་ཅིག་ཅིག་ཡིན་རོགས་ལ་སོར་རྟོག་ཡེ་ཤེས་བཞུགས་དཀའ་འདུག་ད། བདག་ས་ང་དང་བཅོམ་ལྡན་འདས་སྣང་བ་མཐའ་ཡས་ཀྱིས་དེ་ནས་ཡེ་ཤེས་པ་དེ་ནས་ང་དང་ཅིག་བཟོས་རོགས་ཟེར་ནས་དེ་ནས། སོར་རྟོག་ཡེ་ཤེས་བཟོས་རོགས་སོར་རྟོག་སོར་རྟོག་ཡེ་ཤེས་བཞུགས་དཀའ་འདུག་དེ་ནས་ང་དང། པྲ་ཏཱི། དེ་ནས་པྲ་ཏཱི། བེག་ཤཱནྟི།

ང་ད་ཐུག་རྒྱུད་ཀྱི་དེ་ནས་ང་ད་ཡེ་ཤེས་པས་དེ་ནས་ཅི་བརྗོད་ནོ་ཟེར་ན། ཨོ་དེ་བླ་མེད་ན་དེ་ནས་བཅོམ་ལྡན་སྣང་བ་མཐའ་ཡས་སའི་ལམ་ནས་དེ་ནས་ང་ད་སྤྲང་ང་མཛད་དེ་ཁྲི་ད་མཛད་དེ། དེ་ནས་ཡུམ་མཆོག་སྒོ་སྐར་མོ་ཡིས་དེ་ནས་རྒྱབ་ནས་སྐྱོ་ར་མཛད་དེ། འོ་ད་དེ་ནས་བར་དོའི་འཇིགས་པའི་འཕྲང་ཨ་ལ་ད་འཇིགས་པའི་འཕྲང་ཞེས་བྱའི་དོན་རྟག་པོ་བདེན་པས་དེ་ནི་ང་དང་ཡང་ས་ཆེན་མོ་ཟིན་ལོག་པ་ལ་ཧྱ་ང་ཁེར་སྐྱེས་ཨོ་དེས་དེ་ནི་ཡང་ང་དང་འཕྲང་ཞེས་བྱའི་གཙོག་པོ་ང་དང་འཕྲང་ལམ་ཞེས་བྱའི་མེད་ན་ད English ཀུན་ནས Narrow Path ཟེར་ཏེ་ཨོ་དེ་བར་དོའི་འཇིགས་པའི་འཕྲང་ཨའི་ནང་ནས་དེ་ནི་ང་དང་དམྱལ་བ་ཡི་དྭགས་དུད་འགྲོ་ལྷ་མི་ལྷ་མ་ཡིན་ལ་སྐྱེས་མ་བྱུང་བ་དེ་འཕྲང་ཚགས་ནས་དེ་ནི་ང་དང་བར་དོའི་འཇིགས་པའི་འཕྲང་ནི་འདྲལ་བཅུག་ག་ཛ་དེ་ད་ནི། ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་ས་རུ་སྐྱོལ། མོལ་དེ་ལྟ་བུ་སྨོན་ལམ་བུ་སྟོད་ནོག་ལས། འོ་ད། དེ་གཟུགས་དེ་ནི་སྨོན་ལམ་བཏབ་པ་གཅིག་དང་དེ་ནི་སངས་རྒྱས་སྣང་བ་མཐའ་ཡས་ཀྱི་ཡང་དག་ན་རྫོགས་ལ་ཐུགས་ཀ་ནས་སེམས་ཀྱི་བསྐྱིལ་ནས་ཁོ་ནས་ཐུགས་ཀྱི་བསྐྱིལ་ནས་དེ་ནས་ཐུགས་ཀ་ནས། དེ་ནས་ཐུགས་ཀ་ང་དང་མཐུན་པ་སངས་དེ་ནས་ལྟེ་བའི་གཞལ་སྟེ་ང་དང་དེ་ནས་ནུབ་ཕྱོགས་བདེ་བ་ཅན་གྱི་ཞིང་ཁམས་ཀ་སུ་ཀ་བ་ཏི Pure Land Juice དེ་ཧ་ལ་ལས་དེ་ནས། བདེ་བ་ཅན་གྱི་ཞིང་ཁམས་སུ་དེ་ནས་ལོངས་སྤྱོད་རྫོགས་པའི་སྐུར་སངས་རྒྱས་པ་ང་དང་སངས་རྒྱས་སེ་ནོ་ཧེ་མོལ་ཏེ་ནོག་ཏཱ་ལའི་འོ་ད་ཡིག་ཁེ་དོག་པ་ངས་དེ་ནས། བདག་ས་སྐུ་པར་སྣང་བཞིན་འཇིག། གཞུང་པོ་དེ་ནས་བཅོམ་ལྡན་འདས་རྡོ་རྗེ་སེམས་དཔའ། དེ་ནས་ཁོང་ཨ་ཡུམ་དབྱིངས་ཕྱུག་མ་བཞལ་སྦྱོར་མཛད་དེ། དེ་ནས་ཕྱག་ག་པདྨ་དང་དེ་ནས་དངུལ་དཀར་གྱི་དྲིལ་བུ་བསྣམས། དེ་ནས་གཡས་སུ་དེ་ནས་ང་དང་སྤྱན་སྒྲ་གཟིགས། དེ་ནས། ཕྱག་ག་དེ་ནས་མེ་ཏོག་པདྨ་དང། དྲིལ་བུ་འཛིན། དེ་ནས་གཡོན་དུ་དེ་ནས་ང་དང། རྗེ་བཙུན་འཇམ་པའི་ཡང་རལ་གྲི་དང་དྲིལ་བུ་འཛིན། དེ་ནས་གཙོ་འཁོར་ངེས་ཀྱི་མདུན་དུ། དེ་ནས་བྱང་ཆུབ་སེམས་མ། དེ་ནས་ཀིརྟི་མགར་མ་དེ་ནས་པི་ཝང་འཛིན། དེ་ནས་རྒྱབ་ཏུ་དེ་ནས་ང་དང། བྱང་ཆུབ་སེམས་མ། དེ་ནས་ཨ་ལོག། དམར་མོ། ཨ་ལོག་གི་དམར་མོ་དེ་ནས་ང་དང། ནང་སལ་མ། དེ་ནི་ཆ་ག་དེ་ནི་ནང་སལ་རྣམས་ཏེ་དེ་ནི་ང་དང་གཞུ་ན་ད། མཆོད་མེ་རྣམས་ཏེ་ནང་སལ་རྣམས་ཏེ་དེ་ནི་ང་དང་ང། བར་དོའི་ནང་དེ་ནི་ནུབ་ཕྱོགས་བདེ་བ་ཆེན་པོའི་ཞིང་ཁམས་ནི་ང་དང་སུ་ཨ་སྐྱོ་ད་ནོ་ཧེ་མོ་ཏོ། ཁོང་དང་གཉའ་པོ་དེ་ནི་ང་དང་ཨེ། བདག་ས། བཅོམ་ལྡན་འདས་སྣང་བ་དྷ་ཡ་ཤྲཱི་ཀའི་འོད་དང་གཉའ་པོ་དེ་ནི་ང་དང་ཨེ་མ་དག་པ་ཡི་དྭགས་ཀྱི་འོད་ལམ་སེར་པོ་ཞིག་ཡོངས་བར་ནོག་པ་སྟེ། ལྟེ་བ་ང་དང་སྐྱིད་པོ་ཚོ་ར་ནོག་པ་ལྟེ་བ་དགའ་བ་ཆགས་སེ་ནོག་པ་དེ་ན་ང་དང་ཆ་ཆེན་མ་ནོག་ཧེ་མོ་ལྟེ་རོག་ད་ལེ་དེ་ན་ཆ་ན་ནིག་དེ་ནས་ཨི་ད་ག་སྐྱེལ་ནོག་ཨི་ད་ག་སྐྱེལ་ན་ནིག་བཀྲེས་སྐོམ་གི་སྡུག་བསྔལ། སྐལ་པ་མང་པོ་མྱོང་དགོས་ས་ནོག་ག་ལ་ལེ། ད་དེའང་ན་ང་དང་ཨི་ད་ག་སྐྱེལ་བྱེས་སྤང། སེར་ནད་སྤང་གི་ཨི་ད་ན་སུ་སྐྱེལ་བད་སེར་ནད་ཆེན་མོ་ཅོ་ག་ནོན་དེ་ནས། རང་མདོ་ནང་མ་ཕོད་ཡར་དཀོན་ཅོ་ག་ཆོད་པ་ཕོལ་མ་མ་ཕོད་ང་མར་ང་ལོང་བ་གྱིན་པ་དང་མ་ཕོད་འཕགས་པའི་དགེ་འདུན་ལ་ངན་སྐུལ་བྱེད་མ་ཕོད། པ། དེ་ནས་ང་དང་བྲག་སག་ནགས་སག་ཅོ་སྟེ། སག་སྟེ་བོ་སྐམ་དང་ཐོ་རེ་དེ་ནས་འདྲེན་མོ་ལག་པ་སྟོང་པ་ཞོར་ཟེར་ར་བཙོག་ལ་པ། ཁོ་རང། མ་རེ་བསྐྱིལ་ནས་དེ་ནས་སྤུ་འཐེན་པར་ནང་བཞིན་ཅིག། ང་དང་ཚག་ཐག་དེ་ནས་ང་དང། དམྱལ་བ་ཡི་དྭགས་དུར་འགྲོ་ཁྱེད་ན་ནི་བརྩམས་ཤིག་དེ་ནས་ང་དང། འཇིགས་སུ་རུང་བ་ཡིན་ནོག་ད་ལྟེའོ། བཞགས་སྟེ་དེ་ནས་ང་དང། དེ་ནས། ང་དང་རྡག་ས་ཙམ་ཞིག་ཡོད་ཀན་པོ་ནང་དེ་ནས་ང་དང་ནོར་ལོངས་སྤྱོད་ཅིག་ཡོད་ཀན་པོ་དང་པོ་དེ་ནས་དཀོན་མཆོག་སྲུང་མ་མཆོད་པ་ཕུ་ལ་བརྫ་སྟེ། མར་ང་ལོང་བྱིན་པ་དང་པགས་པའི་དགེ་འདུན་ལ་གཉིས་སྐུར་དང་དེ་ནས་རའང་དེ་ནས། འདོན་ཆེར་དང་དེ་ནས་རའང་དེ་ནས་ང་དང་པ་ཤཀིད་པོ་བྱོས་ཏེ། ཡིན་ནའང་ང་དང་འཛམ་བུ་གླིང་ཡི་ཀ་འོ་ན། ཁོ་བསོད་ནམས་ཀྱི་དབང་གིས་སྦྱོར་ཏེ་ནོག་པ་སྟེ་སྦྱོར་དཀར་འབངས་དེ་ནས་མ་ནས་བསགས་ཏེ་ངན་ར་བཅོས་ཏེ་ས་བི་ལི་ཡི་ཚང་ལ་ཁྱེད་ར་བཙོག་ལ་མ་བོ་ར་དེ་ནི་དེ་ཚང་མ་ང་དང་རྒྱལ་བ་དགེ་བཅུར་སྡང་བ་དེ་ང་དང་རང་རང་དོན་རྟགས་ཨང་རྫ་ཅེས་དེ་ནི་རང་རང་ང་དང་ཁང་པ་གུ་ནི་ན་དེ་ནི་ནང་ཚང་གུ་ནི་མ་ནི་སྐྱིད་པོ་ན་ང་པོ་འདོན་ཏེ་པ་དེ་ནི་ང་དང་གཞན་མ་བྱིན་པའང་དང་ཚེ་དེ་ཚང་མ་འཛབ་ན་འོ་ན་དེ་ནི་ང་དང། ཨི་ད་ག་མ་སྐྱེ་ཡ། ཨོ་དེ་ནི་སངས་རྒྱས་སྣང་བ། སྣང་བ་མཐའ་ཡས་སའི་ཞིང་ཁམས་མ། ང་ད་ངའི། སྐྱེ་བྱེད་སྲིད་དེ་ནི་ང་ད། ལྟ་སོགས་པོ་ད་དེ་གཟུགས་བ་ང་ད་ཡོངས་བ་ཀྱག། སྐྱོད་པ་སངས། ཨི་བོ་དེ་ནི་ང་ད་ངའི། བདག་ས། དེ་ནི་བཞག་བཞི་པའི་བཞག་ག། དེ་ནི། གནོད་ཕྱོགས་བདེ་བ་ཆེན་པོའི་ཞིང་ཁམས་ནས་དེ་ནི། བཅོམ་ལྡན་འདས་སྣང་བ་མཐའ་ཡས་གཙོ་འཁོར་དྲུག་དེ་ནི་ང་ད་ངའི་འཆར་ཀ་ནས་ཚུལ་སོགས་པོ་ནོ། ཨོ་ད་དེ་ཀ་ང་ད་བདག་ས་ཡང་ཨི་གཟུགས་བ་དེ་ནི་ཡང་མ་ནས་ཞོར་ལོག། དམའ་ཧ་ལས་ཤིག་ཡོད་ཀྱང་འདས་གཤེགས་ཞིང་ཁམས་མ་ལུས་གྲངས་མེད་ཀྱང་ངོ་སྟེ་ཉིད་ལ་འབྱུང་བ་སེམས་ཉིད་སྐུ་གསུམ་ལོག་ངོ་ལོག་དང་བདེ་བར་གཤེགས་པའི་ཞིང་ཁམས་གྲངས་མེད་ཀྱང་སྨྲ་ནས་ཁོ་རང་ང་དང་དུ་གཅིག་དེ་ན་རྡུལ་སྙེད་སངས་རྒྱས་རྣམས་ཡོད་ཅོ་ན་ཨོ་དེ་སངས་རྒྱས་ཚང་མ་ལ་ཞིང་ཁམས་རེ་རེ་ཡོད་ཀྱང་ཡོད་རོགས་པ་དེ་ཞིང་ཁམས་པོ་ཚང་མའང་དེ་ནས་ད་ང་དང་ཨེ་དུ་རྒྱུ་ལ་ཧ་གོ་ན་ནི་ཨོ་དེ་ཞིང་ཁམས་པོ་ཚང་མ་དེ་ནས་ང་དང་ཨེ་རང་ཨེ་སེམས་པོ་ཨ་དེ་ནས་ང་དང་སེམས་ཉིད་པོ་ཨ་དེ་ནས་སྐུ་གསུམ། ཆོས་སྐུ་ལོངས་སྐུ་སྤྲུལ་སྐུ་གསུམ་གྱི་ངོ་བོར་ང་དང་ཧ་གོ་བྱ་ན། ཨོ་ད་དེ་ནི་ང་དང་ཧའི། ཙམ་པས། ཁོ་རང་ཙམ་ཞིག་ཞིང་ཁམས་མོད་སངས་རྒྱས་ཀྱི་ཞིང་ཁམས་པོ་ཚང་མ་ང་དང་ཧ་གོ། པད་ཁོ་རང་དེ་ཞིང་ཁམས་པོ་ཚང་མ། ཁྲ་ལི་མས་ང་དང་ཧ། ངོ་རྟོགས་ས་ནོག་མོ་ལ་ད་ནོག། དེ་མེད་ན་ནི། ཁོ་རོའི་རྩ་བ་འགྲོ་དྲུག་གྲོང་ཁྱེར་ཡིན་མོད་དེ། ཨོ་ད་དེ་ནི། ཁོ་རོའི་རྩ་བའོ། འཁོར་བ་འོད་སྣང་བ་དང་འཁོར་བའི་རྩ་བའང་མ་རིག་པ་ཉོན་རྡོ་ཆགས་བཞི་དང་གཏི་མུག་ལྔ་རྒྱལ་ཁོང་ཁྲོ་དེ་ཚང་མ། ཡོད་ན་ནི་འོ་དེ་དག་ས་ལྔ་དང་འགྲོ་བ་དྲུག་ཡིན་ན་དམྱལ་བ་ཡི་དྭགས་དུད་འགྲོ་ལྷ་མིའི་ལྷ་མ་ཡིན་ལ་སྐྱེས་ནོ། དེའོ་སྐྱེས་ན་ནི་དེ་ནི་འགྲོ་བ་དྲུག་གི་གྲོང་ཁྱེར་ཡིན་ནོ་མི་སྟོན་ནོ། འོ་ད་དེའོའང་དེ་ནི་རང་སེམས་མེད་ཀ། སེམས་མེད་ཀ་འབྱུང་བས་མི་རུང་ཉིད་ལ་འབྱུང་བ་བག་ཆགས་ལུས་ཀྱི་གྲངས་མོ་སྟེ། འོ་ད་དེ་ནི་རང་སེམས་མེད་སྐྱོན་ནོ་སེམས་མེད་ཀ་ལྔ་དང། འདོ་ཆགས། སྐྱོན་སྣང་བཞི་དང་སྐྱོན་སྣང་ལྔ་རྒྱལ་སྐྱོན་སྣང་ཁོང་ཁྲོ་སྐྱོན་སྣང་ཧ་ལ་ལས་དེ་ནས་པད། ཏེ། ཚང་མས་བཞག་སྟེ་དེ་ནི་ང་དང། ཨེ། སྲས་མེ་ཁྱེད་རྟོགས་ཀ་བག་ཆགས་ཀ་ལུས། པ་དེ་བག་ཆགས་ཀ་ལུས་སྐམ་པོ། དེ་ནི་བར་དོའི་ནང་ང་དང། ཨ་དེ་ནི་བ་འཕྲང་ལམ། ཧ་ལ་དེ་ནི་བར་དོའི་ནང་འཇིགས་སྐྲག། ཨོ་ལ་དེ་ནི་བ་ལུས། ཨ་ལ་བག་ཆགས་ལུས། ཀྱི་དེ་ནི་ང་དང་འཕྲང་ལམ་མེད་ན་དེ་ནི་བ་སྦུད་ཆོག་ཆོག་ཟག་ཆོག་ཆོག། སྡུག་བསྔལ་མྱོང་ཆོག་ཆོག་དམྱལ་བ་བྱ་ཆོག་ཆོག་ཨི་དྭགས་ཨ་སྐྱེ་ཆོག་ཆོག་ཧ་ལ་ལས་དེ་ནི་ང་དང། ཨ། དུད་འགྲོ་ཨ་སྐྱེ་ཆོག་ཆོག་ལ་མ་ཡིན་ལ་བྱ་ཆོག་ཆོག་ལྷ་ཡུལ་ཨ་སྐྱེ་ཆོག་ཆོག་མི་ཨ་སྐྱེ་ཆོག་ཆོག།

བཅོ་ལྔ་བཅོ་ཨ་ནོག་མོ་སྟེ་ནོག་རང་བཅོ་བཅོ་མ་གཏོགས་དེ་ནི། སངས་རྒྱས་གཞན་ནི་སངས་རྒྱས་གཞན་རྣམས་མ་བཙལ་རང་གི་སེམས་ལ་ལྟོས་མོ་སྟེ་སངས་རྒྱས་པོ་དེ་ནི་ང་དང་རང་རང་རང་སེམས་མ་ང་དང་འཁྲུངས་ས་ནོག་པའོ་ལྟོས་བཅོས་སྟེ་རང་སེམས་པོ་དེ་ནི་རྟག་ཆད་ནན་ཏན་མཛད་དགོས་ས་ནོག་སེམས་པོ་རྒྱུ་བཅོས་སྟངས་སྟེ་དེ་ནི་ང་དང། འདོད་ཆགས་ཅན་དང་ང་རྒྱལ་ཁོང་ཁྲོ། ཡོད་ན་དེ་ཚང་མ་དེ་ནས་གཏི་མུག་གི་དབང་དུ་བྱ་མ་བཅུག་ཞེ་སྡང་གི་དབང་དུ་ང་རྒྱལ་གྱི་དབང་ཕྲག་དོག་གི་དབང་དུ་བྱ་མ་བཅུག་ག་དེ་ནས་མ་ནས་བཞག་པ་སངས་བཞག་བཞག་པ་སངས་བཞག་པ་དོན་ང་ད་ཡར་རྒྱ་བཟའ་སྟེ་དེ་ནས་བཟང་ཕྱོགས་ག་ཕེབས་ན་ཕེབས་ཏེ་དེ་ནས་ང་ད་བཟང་ཕྱོགས་ཕྱོགས་ག་དོན་ང་ད་ཁ་ལོ་བསྒྱུར་ཐུབ་ན་འོ་ད་དེ་ཚང་མ་དེ་ནས་ང་ད་མི་ཡུལ་འཛམ་བུ་གླིང་ང་དེ་ནས་འདས་འགྲོའི་སྐྱེ་བ་ལས་དེ་ཀོ་ཆོད་དེ་ནས་འོག་མར་དེ་ནས་འོག་ད་ལས་བསྐྱོད་པ་སངས་དེ་རིང་ང་ད་ངས་དེ་ནས། ནུབ་ཕྱོགས་བདེ་བ་ཆེན་པོའི་ཞིང་ཁམས་ནས། དེ་ནས། བཅོམ་ལྡན་འདས། སྣང་བ་མཐའ་ཡས། དེ་ནས་སྲོག་འཁོར་དྲུག་ཤར་ཀ་ནས། དེ་ནས་ཚུལ་བུ་ཙྪ་བི། དེ་ནས་ཆར་ཚུལ་བུ་ཙྪ་བི་གཞུ་བསྟན། འོ་ད་ཨིའི་སྟེང་ནས་དེ་ནས་ང་ད་ངའི་ད། དེ་ནས། དེ་ནས་བྱང་ཕྱོགས་བླ་རབས་རྫོགས་པའི་ཞིང་ཁམས་ནས། དེ་ནས་ད་ཡང། ཐོ་རེ། དེ་ནས། བཅོམ་ལྡན་འདས། དེ་ནས་ང་ད་ང་ད་སུས་བྱ། བརྒྱག་ཟེར་ན། དེ་ནས།